ད་གང་འདོད་སྐོར་དེ་ལ་ཡ་ད་གང་པོ་ཟེར་ཡ་དེ་ཡང་སངས་རྒྱས་ཀྱི་སློབ་མ་གལ་ཆེན་པོ་ཅིག་རེད། གང་ཤེས་ནང་ལོགས་ལ་ཡ། ཆོས་སྨྲ་བའི་མཆོག་ཏུ་གྱུར་པ་ཡིན། མི་གཞན་དག་ལ་ཡ་ཆོས་ཤེས་མཁན་གྱི་ནང་ལོགས་ནས་ཨ་ནི་སངས་རྒྱས་ཀྱི་སློབ་མ་མི་གཞན་དག་ལ་མ་ཆོས་གསུང་མཁན་གྱི་ནང་ལོགས་ནས་པས། ཨང་ཀི་དང་པོ་འགྲོ་བ་དེ་གང་པོ་ཟེར་ཡ་དེ་ཡིན། ཅེས་དེ་འདྲ་གསུངས་འདུག་གང་ལྟར་ཆོས་གསུང་སྟངས་མཁས་པོ་ཞིག་ཡོད་ས་རེད། བྱས་ཙང། སྐབས་དེ་དུས་གནས་བརྟན་གང་པོ་དེ། ད་ལྟ་འདི་རྒྱལ་བོའི་ཁབ་ལ་དཀའ་སྡུག་བྱེད་མཁན་གྲས་ལ་ཡོད་ས་མ་རེད། ཁོང་ས་ཆ་གཞན་དག་ཅིག་ལ་ཡོད་པ་ཆད། ཡིན་ན་ཡང་ཁོང་གིས་རྒྱལ་བོའི་ཁབ་ལ་ཡང་དགྲ་བཅོམ་པ་ལྔ་བརྒྱ་འཛོམས་ནས། མདོ་སྡེ་དང་འདུལ་བའི་སྐོར་ལ་དཀའ་སྡུག་བྱེད་ཀྱི་ཡོད་རེད་ཟེར་དེའི་གནས་ཚུལ་དེ་གསན་འདུག་དེ་གནས་ཚུལ་དེ་གསན་དུས་ཡང་ཁོང་ལ་ཡང་འཁོར་རྒྱལ་སློང་ལྔ་བརྒྱ་ཟེར་དུ་ཁྲིད་ཡ་ཡོད་ཟེར་དེ་ཚོ་མཉམ་དོར་ཁྲིད་བྱས་ནས་རྒྱལ་བོའི་ཁབ་ཀྱི་ཕྱོགས་ལ་ཡང་ཕེབས་པ་རེད། ད་ངས་ཁ་ཚང་ཞུས་པ་ན་ཞེ་ལྔ་བརྒྱ་ལྔ་བརྒྱ་ཟེར་ཡ་རེད་ག་དུས་ནས་ཡོང་འདུག་དུ་ག་རེ་དངོས་གནས་དྲི་ན་ལྔ་བརྒྱ་ཡོད་ད་འདི་འདི་ཅིག་མང་སྲིད་རེད་པ་ཅིག་ཡིན་ད་ག་རེ་ཡིན་ཞེ་ད་མགོ་ཚོས་མི་འདུག་ག་ད་བྱས་ནས་ད་ག་དུས་ནས་ལྔ་བརྒྱ་ལྔ་བརྒྱ་རེད་ཞག་མི་ཡིན་ན་ལྔ་བརྒྱ་ཤིང་རྟ་ཡིན་ན་ལྔ་བརྒྱ་ད་ལྔ་བརྒྱ་ལྔ་བརྒྱ་ཀྱང་ཡང་རེད་དོ་རེ་ཡིན་ན་ལྔ་བརྒྱ་དེ་འདྲ་ཡིན་དུས་ཙང་ག་དུས་ནས་ལྔ་བརྒྱ་ལྔ་བརྒྱ་རེད་བྱས་ཞག། ད་དེ་ནས་གང་པོ་དེ་རྒྱལ་པོའི་ཁ་ལ་ཕེབས་བྱས་ནས་འོད་སྲུང་ཆེན་པོ་ལ་སོགས་པ་བཞུགས་པའི་གི་གནས་ལ་ཡང་སྦྱོར་བའི་རྗེས་ལ་ཡང། འོད་སྲུང་ཆེན་པོ་ལ་ཡང། གར་གསུངས་འདུག་ཟེར་ན། ངས་ཀྱི་ནི་ཁྱོད་རང་དང་དགྲ་བཅོམ་པ་ལྔ་བརྒྱ། མཉམ་དུ། ཆོས་དང། འདུལ་བའི་སྐོར་ལ་ཡང་བཀའ་བསྡུ་བྱེད་ཀྱི་ཡོད་རེད་ཅེས་གོ་སོང། ང་རང་ཡིན་ན་ཡང་བཀའ་བསྡུའི་ནང་ལོགས་ལ་ཡང་ཞུགས་བྱས་ནས་མཉམ་དུ་ཆོས་ཉན་ཡང་འདོད་པ་འདུག་གསུངས་འདུག་ཨ། ད་ཡིན་ན་འདི་ན་དོགས་པ་རེ་ཅིག་ཡོད་རེད་ག་རེ་ཟེར་ན། སྐབས་དེ་དུས་ས་གནས་འོད་སྲུང་ཆེན་པོ་ལ་སོགས་པའི་གིས་དགྲ་བཅོམ་པ་ལྔ་བརྒྱའི་བཀའ་བསྡུ་བྱེད་བཞིན་པའི་སྐབས་རེ་རེད། བྱས་ཙང་གནས་དེ་ལ་ཡང་གནས་དེ་ག་རང་ལ་ཡང

རྒྱལ་པོའི་ཁབ་ལ་ཡར་ཕེབས་བྱས་ནས་ཨ་ནི་འོད་སྲུང་ལ་ང་ཡིན་ན་ཡང་ཨ་ནི་བཀའ་བསྡུའི་ནང་ལ་བཞུགས་འདོད་འདུག་ཅེས་གསུངས་རྗེས་ཨ་ནི་ཁོང་བཀའ་བསྡུ་ལ་ཞུགས་པ་རེད། བཀའ་བསྡུ་ལ་བཞུགས་ནས་ད་དེ་དུས་སར་གཙོ་བོ་ཅིག་འདུལ་བའི་བགྲོ་གླེང་གནང་བའི་སྐབས་སྒྲུབ་བྱེད་གལ་ཏེ་ཡོད་ས་རེད། ད་འདུལ་བའི་བགྲོ་གླེང་གནང་བའི་སྐབས་ལ་གལ་ཏེ་ཡོད་དུས་ད་འདུལ་བའི་བགྲོ་གླེང་གནང་བ་དང་འདུལ་བའི་བཀའ་བསྡུ་བྱས་པ་དེ་གང་པོས་གསན་ནས་གསན་ཚར་བའི་རྗེས་ལ་ཨ་ནི་འོད་སྲུང་ལ་ག་རེ་གསུངས་འདུག་ཟེར་ན། ཨ་ནི། འདུལ་བའི་བགྲོ་གླེང་དང་མདོ་སྡེ་གྱི་བཀའ་བསྡུ་བྱས་པའི་ནང་དོན་དེ་ཚང་མར་སྤྱི་བཏང་ཡག་པོ་འདུག་ཚང་མར་ལས་འགན་མོས་མཐུན་ཡོད། ཡིན་ན་ཡང་ཆོས་བརྒྱད་ལ་ཡང་ངས་མོས་མཐུན་བྱེད་ཀྱི་མེད། དེ་ག་རེ་རེད་ཟེར་ལབ་ཡིན་ན། ང་རང་སྔོན་མ་སངས་རྒྱས་ཀྱི་སྐུ་མདུན་ལ་ཡང་བསྡད་པའི་སྐབས་ལ་ཡང་ང་རང་གི་དངོས་སུ་གོ་སོང་ཟེར། ག་རེ་གོ་སོང་ཟེར་ན། ད་ལྟ་དེ་དེ་ཁ་ཟས་དཔེར་ན་ད་དེ་རྗེས་ལ་ཡང་ངས་ཞུ་གི་ཡིན། དེ་ཁ་ཟས་འདི་ངས་ནི་འདི་ཞུས་ན་ག་སར་དེ། དཔེར་ན། དགོན་པའི་ནང་ལོགས་ལ་ཡང་ཟས་གསོག་འཇོག་བྱས་ཆོག་པ་དང། དགེ་འདུན་གྱི་ཞལ་ལག་གསོག་འཇོག་ཟས་གསོག་འཇོག་བྱས་ཆོག་པ་དང། ད་ག་ནང་བཞིན་དགོན་པའི་ནང་ལོགས་ཟས་བསྐོལ་ཆོག་པ་དང། ད་ག་ནང་བཞིན་རང་གི་དགེ་སློང་གང་ཟག་སྒེར་གྱིས་ཟས་བསྐོལ་ཆོག་པ་དང། གཞན་གྱིས་མ་བཏབ་ཀྱང་གཞན་གྱིས་ཟས་མ་བཏབ་ཀྱང་སོ་སོའི་གིས་ལེན་ཆོག་པ་དང། ད་ག་ནང་བཞིན་གྱིས་རྟ་ཤིང་ལ་སོགས་པ་ལ་ཡང་རང་བཞིན་གྱི་སྨིན་བུའི་གི་འབྲས་བུ་དེ་ཚོ་སོ་སོའི་ལེན་གྱིས་ཟ་ཆོག་པ་དང། ད་ག་ནང་བཞིན་གྱིས་ཆུ་ལ་སྐྱེས་བསྡད་པའི་གི་ཡང་ཟས་རིགས་འདྲ་མི་འདྲ་དེ་ཚོ་ཡང་སོ་སོའི་ལེན་གྱིས་ཟ་ཆོག་པ་དང། ད་ག་ནང་བཞིན་གྱིས་རྟ་ནམ་རྒྱུན་ཡིན་ན་ཅིག་དགེ་སློང་དེ་ཚོ་ལ་ཡང་ཞབས་ཕྱི་ཞུ་གི་ཡིན་རབ། གཙང་བྱེད་པ་ཟས་ཅིག་དེ་འདྲ་ཞིག་ཡོང་གི་འདུག་བ།

སེང་བུ། ལེན་གྱི་ཡོད་ཡིན་ཟེར། བྱས་ཙང་འདི་གི་ལས་གཙང་བྱས་པ་ནི་ཅི་ལ་གོ། བྱས་ཙང། འོ་ད་དེ་ཚོའི་དེ་ཚོའི་གི་གཙང་བྱས་པ་དེ་ཚོའི་གི་གཙང་བར་མ་བྱས་པ་ཡིན་ན་ཡང་ལེན་ཆོག་ཆོག་གུ་རེད་བྱས་བྱས་དེ་འདྲས་སངས་རྒྱས་དངོས་སུ་ང་ལ་ཡང་གསུངས་སོང།

ཁ་ལག་ནམ་རྒྱུན་ཁོ་རང་ཚོ་ཁ་ལག་ཟ་ལ་དཀའ་ངལ་ཡོད་པ་ཡིན་དུས་ས་རན་དེ་འདྲའི་ལས་ཀ་དགོངས་བྱས་ནས་ད་མུ་གེ་རུ་བྱུང་ཡིན་ཟེར་བ། མུ་གེ་བྱུང་ཡིན་དུས་དེ་འདྲའི་གི་པའི་དུས་ཚོད་དམིགས་བསལ་ཡིན་དུས་ས་རན་དེའི་རྒྱུ་མཚན་བལྟས་ན་སྙིང་རྗེའི་དབང་གིས་ང་ཚོ་དགེ་སློང་དེ་ཚོ་ལ་ཡང་ད་ཅིག་ནམ་རྒྱུན་ཟས་གསོག་འཇོག་བྱས་ཆོག་གི་མེད་པ་ཡིན་ན་ཡང་ཟས་གསོག་འཇོག་བྱས་ཆོག་པ་དང། ཨ་ནེ་ཅིག་གཙུག་ལག་ཁང་གི་ནང་ལོགས་ལ་ཟས་བསྐོལ་ཆོག་པ་ལ་སོགས་པ་དེ་འདྲས་ཀྱི་གནང་བ་གནང་བ་རེད། ཡིན་ན་ཡང་ཕྱིས་སུ་ཨ་ནི་ལོ་རིག་པོ་བྱུང། བཟའ་བཏུང་དེ་ཚོ་ཡིན་ན་ཡང་འབད་པོ་བྱུང། མི་དེ་ཚོ་ལ་ཡིན་ན་ཡང་ཟས་གོས་ཀྱི་འབྱོར་པ་ཕུན་སུམ་ཚོགས་པ་བྱུང་བའི་རྗེས་ལ་ཡང་ཨ་ནི་སངས་རྒྱས་ཀྱི་ཡང་བསྐྱར་འདུལ་ཁྲིམས་སྔར་འདུལ་ཁྲིམས་བཅས་པ་ག་རེ་གནང་ཡོད་པ་དེ་བསྐྱར་གསོ་གནང་བྱས་ནས་ཨ་ནི་ཆོས་རྒྱལ་པོ་དེ་དཔའ་འགག་པའི་རླབས་ཆེའི་གྲས་སུ་བཞག་གནང་ཡོད་རེད་གནང་བ་གནང་ཡོད་མ་རེད་ཅེས་དེ་འདྲས་གསུངས་བྱས། དེ་ལ་ཡང་གངས་བོད་ཀྱི། ད་འོད་སྲུང་ཁྱོད་རང་གི་བཤད་པ་དེ་འགྲིག་གི་མི་འདུག་ག་རེ་ཟ་ན་ཨ་ནི་སངས་རྒྱས་དེ་ཐམས་ཅད་མཁྱེན་པ་ཅིག་རེད་དེ་འདྲ་ཡིན་དུས་ཁོང་གིས་བསླབ་པ་ཅིག་སྤྱད་ཟིན་པའི་རྗེས་ལ་ཡང་སྒེར་དེ་ལ་ཅིག་གནང་བ་སྤྲད་ཡང་གནང་བ་སྤྲད་ཚར་བའི་རྗེས་ལ་ཡང་ཕྱིས་སུ་དེ་ལ་ཡང་མ་གནང་བ་བྱས་ནས་ཅིག་དགག་བྱ་བྱས་ཡ་དེ་འདྲས་གནང་གི་མ་རེད། དེ་ལ་ཡང་འོད་སྲུང་ཆེན་པོས་གར་གསུངས་དུ་ཟེར་ན་ད་སངས་རྒྱས་ཁོ་རང་ཐམས་ཅད་མཁྱེན་པ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་འདུལ་བའི་དཔྱད་པ་གནང་གི་ཡོད་རེད། ལྷག་པར་དུ་སངས་རྒྱས་ཀྱི་དཔྱད་པ་གནང་སྟངས་དེ་ཡང་གནས་སྟངས་ལ་དུས་དང་གནས་སྐབས་ལ་གཟིགས་ནས་ཨནེ་ཀོ་གནང་དཀའ་གི། འགྲོ་སྟངས་དེ་དུས་དང་གནས་སྐབས་ལ་གཟིགས་ནས་གནང་གི་ཡོད་རེད། དཔེར་ན་དུས་དང་གནས་སྐབས་འགའ་ཞིག་ལ་ཡང་སྣང་བ་བཀྲལ་ཡང་འགྲོ་བ་དང་དུས་དང་གནས་སྐབས་འགའ་ཞིག་ལ་ཡང།

དང་པོ་དེ་སངས་རྒྱས་ཀྱི་ལྟ་སློབ་མ་གལ་ཆེ་ཞིང་བར་ཆད། ཁོང་གིས་སྐབས་དེ་དུས་འོད་སྲུང་ཆེན་པོའི་དབུ་ཁྲིད་ནས་བཀའ་བསྡུ་གནང་གི་ཡོད་རེད་པ་བཀའ་བསྡུ་གནང་པ་དེ་ལ་ཡང་ལྟོས་ཅིག་བསམ་འཆར་རེ་བ་ཡོད་བལྟས་ངེས་ཅིག་ཨ་ད་ཁྱེད་རང་ཚོས་བྱེད་སྟངས་ཁ་ཤས་འགྲིག་གི་མི་འདུག་ཞེས་དེ་ལ་མོས་མཐུན་མེད་ཞེས་ཞེས་བསམ་འཆར་རེ་བ་དེ་འདྲ་ཞིག་གནང་ཡོད་ས་རེད་བྱས་ཙང་ཨ་ནི་གང་བོད་ཀྱི་བེ་བརྒྱ་ཆ་བརྒྱ་ཐམ་པ་སྐབས་དེ་དུས་ས་ནས་འོད་སྲུང་གཙོ་བོར་གྱུར་པའི་དགྲ་བཅོམ་པ་ལྔ་བརྒྱད་ཀྱི་སྐབས་སུ་གནང་པའི་ནང་དོན་ཐམས་ཅད་ལོགས་ལ་ཡང་མོས་མཐུན་སྣང་མེད་པའི་སོར་ཅིག་ད་འདི་འདྲ་ཅིག་གི་གནས་ཚུལ་ཅིག་ཡོད་དེ་པ་རེད་བཞག་ཡང་དེ་ཡང་ང་ཚོ་ཚོའི་ཁ་ཧྲོ་བའི་ནང་པའི་གི་ཅིག་ལོ་རྒྱུས་ཞིབ་འཇུག་བྱེད་མཁན་ལྷག་པར་དུ་བཀའ་བསྡུའི་སྐོར་ལ་ཡང་ཅིག་ཞིབ་འཇུག་བྱེད་མཁན་དེ་ཚོར་ཡང་འདིའི་གནད་འགག་རུ་ཅིག་ཆེན་པོ་ཆགས་བསྡད་ཡོད་ས་རེད།

སང་ཉིན་ཉི་མ་ཐ་མ་དེ་ལ་ཡང་ད་སང་ཉིན་མར་ད། ད་ངས་སང་ཉིན་སང་ཉིན་ལ་བསྐོར་ཏེ་སང་ཉིན་དེ་ཡང་དངོས་གནས་སང་ཉིན་མར་ད། ཉི་མ་ཁ་ཤས་ཕྱིན་ཟིན་པའི་རྗེས་སང་ཉིན་དེ་ད་གར་སོང་བས། ཨེ། ང་ཚོ་གསུང་ཆོས་ད་གྲུབ་པའི་རྗེས་ལ་ཡང། སྟོད་རིགས། བཅུ་གཅིག་བཅུ་གཅིག་ཉིན་མོ་ལ་མར་བས་སྟོད་རིགས་བཅུ་གཅིག་ཉིན་མོ་དེ་ལ་ཡང། ཨེ། ཐུབ་པའི་ཆོ་ག། གསུང་ཡང་ཐུབ་ཟིན་པ་རེད་ཐུབ་པའི་ཆོ་ག། དེ་ནི་ཉིན་སྔོན་མ་ཡང་ཐུབ་ཆོག་ཅིག་འདེབས་པར་བཀའ་གདམས་ལུགས་ཀྱི་ང་ཚོ་བཀའ་གདམས་ལྷ་གཞིས་བྱེས་བྱས་གསུང་དགོས་པར་བཀའ་གདམས་ལ་ཡང་ཅིག་ཐུན་མོང་མ་ཡིན་པའི་གི་ཐུགས་དམ་གྱི་ལྷ་གཞིས་ཡོད་རེད། ད་དེ་ནང་དང་པོ་དེ་བསྟན་པའི་བདག་པོ་སྟོན་པ་ཤཱཀྱ་ཐུབ་པ། ད་དེ་ནས་ཁ་བ་ཅན་གྱི་བོད་གངས་ཅན་གྱི་ལྗོངས་ཀྱི་ད་ཐུན་མོང་མ་ཡིན་པའི་ཅིག

བཀའ་གདམས་ཀྱི་ལམ་རིམ་དང་བློ་སྦྱོང་ལ་སོགས་པ་དེ་ཚོ་ཡིན་ན་ཡང། གལ་ཆེན་པོ་བརྩིས་གནང་ནས། འདི་ཅིག་ཉམས་ལེན་གྱི་རྨང་གཞི་འདྲ་བོ་ཅིག་ལ་ངོས་འཛིན་གནང་ནས་ཉམས་ལེན་གནང་དགོས། དེའི་རྒྱུ་མཚན་བསྟན་ནས། ད་དྭགས་པོ་བཀའ་རྒྱུད་ལ་ཡང། བཀའ་ཕྱག་ཆུ་བོ་གཉིས་འདྲེའམ། བཀའ་ཕྱག་ཟུང་འཇུག་གི། ད་བསྟན་པ། དེ་འདྲའི་ཅིག་གི་ད་མཚན་སྙན་པོ་འདྲ་བོ་ཅིག་ང་ཚོ་ལ་ཡང་ཐོགས་ཐེ་བ་རེད།

ཐུན་མོང་མ་ཡིན་པའི་དག་ཡིག་གདམ་ཟེར་ན་འདྲ་འདུག་དེ་འདྲའི་ཆ་དེ་ཡོད་རེད། ད་དེ་ནས་ཕྱོགས་གཅིག་ནས་ཞུས་པ་ཡིན་ན་ད་བསྟན་པའི་བདག་པོ། སྟོན་པ་ཤཱཀྱ་ཐུབ་པ་ཡིན་པ་ད་དེ་བཞེད་མ་དགོས་པ་རེད། བྱས་ཙང་དེའི་རྒྱུ་མཚན་བསྟན་ནས་ན་ཉིད་ཡིན་ན་ཡང་ཐུབ་པའི་ཆོ་ག་འདོན་པ་རེད་ད་ལོ་ཡིན་ན་ཡང་ཐུབ་པའི་ཆོ་ག་འདོན་ཡག་ཐུག་སྲིད་ཡིན། ད་ན་ཉིད་དེ་འདོན་པ་འདོན་ཡག་ཙམ་ཞིག་བ། ཁྱེད་རང་ཚོར་ཡང་སྤྱི་འབུལ་ཞུས་པ་རེད་མ་གཏོགས་བལ་གི